ཆགས་ཏེ་ཡོད་རེད་ཨ་ན་ད་ནང་བཞིན་དེ་ལ་ཡང་བསྟན་པ་གཏད་པ་ཟེར་ཅིག་གནས་ཚུལ་ཅིག་ད་ལྟ་ཡིག་ཆ་དེ་གཉིས་པོའི་ནང་ན་ཡོང་སྟེ་ཡོད་རེད་ཨ་ན་ད་ནང་བཞིན་གྱི་ཨ་ནི་ཀུན་དགའ་བོའི་གྱི་ད་མ་འོངས་པ་ལ་ཁྱོད་རང་ཨ་ནི་ཁ་ཆེ་ཡོད་རེད་ཕྱིན་ཆད་ཨ་ནི་རྒྱ་བལ་བསྟན་པ་སྤེལ་དགོས་རེད་ཟེར་ཞེས་དེ་འདྲའི་བཀའ་གནང་པའི་སྐོར་དེ་འདྲ་ཡོང་སྟེ་ཡོད་རེད་ད་ཡིན་ན་ཡང། ཁོང་དང་ཤ་ནའི་གོས་གཞན་གྱི་པཱ་རུའུ་ལ་ཡང། དངོས་སུ་ཅིག་འབྲེལ་པ་བྱུང་པའི་སྐོར་དང་ཡང་ན་ཁོང་དང་ཉེ་བས་ཀྱི་པཱ་རུའུ་ལ་ཡང་དངོས་སུ་འབྲེལ་པ་བྱུང་པའི་སྐོར་བ་འདི་འདྲ་གས་སེ་གི་ཡོག་མ་རེད། སྤྱི་བཏང། འདིའི་སྐོར་དེ་ལ་ཡང་ད་ལྟ་མྱ་ངན་མེད་ཀྱི་མདོག་གི་བརྗོད་བྱ་དེ་ཅིག་གོང་འོག་ལ་གཏོང་བ། དགའ་བ་ཡོད་དེ་བས་སོ། དེ་འདྲི་གཅིག་ཡོང་བསྡིགས་འདུག་ག་རེད་ཞུས་པ་ཡིན་ན། ད་ལྟ་མྱ་ངན་མེད་ཀྱི་མདོའི་ནང་ལོགས་ལ་ཡང། བདེ་སྡིག་དཀར་ལ་བསྟན་པ་བལྟས་པའི་སྐབས་ལ་ཡང་ག་རེ་གསུངས་ཡོང་རེད་བསམ་ན། ཡང་ན་ཀུན་དགའ་བོའི་གྱི་ཉི་མ་གུང་པ་ལ་བལྟས་པ་རེད། བསྟན་པ་བལྟས་པ་རེད། དེ་ཡི་ཤ་ནའི་གོས་ཅན་ལ་བསྟན་པ་བལྟས་པ་རེད། དེ་ཡི་ཉེར་སྦས་ལ་བལྟས་པ་བལྟས་པ་རེད་ཞེས་བྱས་ད་དེ་འདྲི་གཅིག་གི་གསུངས་གཅིག་ཡོང་བསྡིགས་ཡོང་རེད། ད་གལ་སྲིད་དེ་འདྲས་ཡིན་པ་ཡིན་ན། ཀུན་དགའ་བོའི་ཉི་མ་གུང་བར་བལྟས་དེའི་ཤ་ནའི་གོས་གཞན་ལ་བལྟས་པ་དེ་འདྲ་ཡིན་ན་ཨ་ན་གོང་དུ་ཀུན་དགའ་བོའི་གི་ཤ་ནའི་གོས་གཞན་ལ་ཡང་བསྟན་པ་བལྟས་པའི་སྐབས་ལ་ཡང་ད་ཚིག་ག་འདྲ་ཅིག་ཡོང་དེ་ཡོར་ཟེར་ན། ཚིག་འདི་འདྲ་ཅིག་ཡོང་དེ་ཡོར་རེད། འོད་སྲུང་ཆེན་པོས་བསྟན་པ་ཁོ་བོ་ལ་བསྟན་ནས་མྱ་ངན་འདས། ཁོ་བོ་དེང་འདིར་མྱ་ངན་འདའ་བར་སྤྲོ་ན་རྒྱལ་བའི་བསྟན་པ་འདི་ཁྱོད་ཀྱིས་ངེས་པར་ཁུར་ནས་སྲུང་དགོས་ཟེར་རོ་ཅིག། ད་དེ་འདྲའི་ཅི་ཡོང་འདུག་འདུག། དེ་དང་ཨ་ནི་འགལ་བ་ཆགས་ཡོང་ཨ་འགྲུབ་ཅིག། གོང་འོག་འགལ་བ་ཆགས་ཡོང་ཨ་འགྲུབ་ཅིག་དེ་འདྲའི་ཡོང་འདུག་འདུག། ད་ནང་བཞིན་གྱི་ད་ལྟ་ལུང་ཕྲན་ཚེགས་ཀྱི་ནང་ལོགས་ལ་ཡང་གཞི་ཐམས་ཅད་ཡོད་གནས་ཀྱི་ལུང་ཕྲན་ཚེགས་ཀྱི་ནང་ལོགས་ལ་ཡང། ག་རེ་གསུངས་ཡོང་རེད་ས་ན། ད་དེ་ཡས་ལུང་འདི་གཅིག་དྲང་བཞག་པའི་ཉིན་གྱི་ནང་གཅིག་གསལ་བས་ཡིན་ན། བཅོམ་ལྡན་འདས་ཀྱིས་ཡོངས་སུ་མྱ་ངན་ལས་འདས་ནས་ལོ་བརྒྱ་ལོན་པ་དང་དགེ་སློང་ཉི་མའི་གུང་ཞེས་བྱ་བ་ཞིག་འབྱུང་བར་འགྱུར་ཏེ། དེས་འདིར་བསྟན་པ་ལ་འཇུག་པར་འགྱུར་རོ་ཞེས་ལུང་བསྟན་ནོ་དེ་བས་ན་བུ་ཁྱོད་ཀྱིས་བསྟན་པ་ལ་འཇུག་པར་བྱོས་ཤིག། ད་དེ་འདྲ་ཅིག་ཡོང་ནས་ཀྱི་འདུག་བ། དེ་ནས་མྱ་ངན་མེད་ཀྱི་རྟོགས་བརྗོད་དང་པོ་གསུམ་པའི་སྐབས་ལ་ཡིན་ན་ཡང་ཉི་མ་གུང་པ་དེ། སྟོན་པ་མྱ་ངན་ལས་འདས་ཚར་བའི་རྗེས་ཀྱི་ལོ་བརྒྱ་ལ་ཡང་བརྒྱ་ཡི་རྗེས་སུ་འབྱུང་གི་ཡོད་པ་ཅིག་གསུངས་ཡོད་པ་རེད་ད་ནང་བཞིན་གྱི་ཐང་སན་ལུམ་ཡིག་གི་བམ་པོ་གསུམ་པའི་ནང་ལོགས་ལ་ཡང། སྟོན་པ་མྱ་ངན་ལས་འདས་ནས་ལོ་ལྔ་བཅུ་ལ་ཡང་ཉི་མ་གུང་པ་སྐུ་འཁྲུངས་པ་དང། ཀུན་དགའ་བོའི་དོན་གྱི་བསྟན་པ་འཛིན་གྱི་རེད། ད་ཕལ་ཆེར་གྱི་ཀུན་དགའ་བོ་དང་གྱི་ག་ཧྲུ་རེ། མ་མཇལ་བའི་སོར་ཅིག་ཡང་དེ་འདྲ་ཅིག་གསུངས་འདུག་གདུང་བ། དེ་རིང་དུས་དེ། གོང་དུ་ཞུས་པའི་གི་གཞུང་དེ་ཚོ་ཞི་བཞག་བྱས་པ་ཡིན་ན་ཨ་ནི་བྱང་རྒྱུད་ནང་བསྟན་གྱི་ཡིག་ཆ་མེད་མང་ཆེ་བའི་ནང་ལོགས་ལ་ཡང་ཉི་མ་གུང་པའི་གི། ཀུན་དགའ་འོད་ཀྱི་ཞལ་ཆེམས་ལུང་བསྟན་གནང་པ་ནང་བཞིན་ཁ་ཆེའི་ཡུལ་དུ་བསྟན་པ་སྤེལ་བར་ཕེབས་པ་འདྲ་བོ་ཅིག་མ་གཏོགས་དཔལ་ཀྱེ་ཀུན་དགའ་འོད་ཀྱི་ཉི་མ་གུང་པ་དེ་ཀུན་དགའ་འོད་ཀྱི་དངོས་ལུགས་ཡིན་ཚུལ་དེ་ད་བྱང་རྒྱུད་ནང་བསྟན་གྱི་ཡིག་ཆ་མེད་མང་ཆེ་གནང་ལོག་ལ་དེ་གསལ་གྱི་ཡོག་མ་རེད་ཁ་ཆེ་ཁ་ཆེ་གནང་ལོག་ལ་ཡང་ཀུན་དགའ་འོད་ཀྱི་སློབ་མ་ཡིན་གསུངས་ཡོག་རེད་དེ་ནས་མང་ཆེ་གནང་ལོག་ལ་ཡང་ཨ་ནི་དེ། ཀུན་དགའ་བོའི་སྐད་ཅིག་གར་ཞལ་ཆེམས་ལུང་བསྟན་གནང་པ་ནང་བཞིན་དེ་སྔོན་དུ། གར་ཤོར་དེ། དེའི་གིན། གར་ཤོར་བའི་ཞལ་ཆེམས་ཀྱི་དགོངས་དོན་སྒྲུབ་མཁན་འདྲ་པོ་གཅིག་དང། ཨ་ནི་དོན་གྱི་བསྟན་པ་འཛིན་མཁན་འདྲ་པོ་གཅིག་མ་གཏོགས་དཔལ་གྱི་དངོས་སློབ་ཡིན་པའི་སྐོར་ཞིག་ར་བསད་ཀྱི་ཡོད་མ་རེད། དྭགས་ནང་བཞིན་གྱི་སིང་ག་ལའི་གུའི་གསུང་རྒྱུན་ལྟར་བྱས་པ་ཡིན་ན་ཡང་ཉི་མ་གུང་པ་དེ་ཨ་ནི་ཆོས་རྒྱལ་མྱ་ངན་མེད་ཀྱི་སྐབས་ལ་ཡང་མོང་གེ་གྱི་བུ་དཀར་རྒྱལ་ཟེར་ཨོ་ད་དེའི་གིས་རྒྱལ་པོ་མྱ་ངན་མེད་ཀྱིས་དབུ་བླ་བྱེད་པ་འོ་ཁོང་གིས་ཨ་ནི་བཀའ་མངགས་གནང་བ་ནང་བཞིན་བྱས་ནས་ཨ་ནི་ཁ་ཆེའི་ཡུལ་དུ་བསྟན་པ་སྤེལ་བ་བཏང་བ་རེད་ཟེར་ཅིག་གི་སྐད་ཆ་ཅིག་ཡོང་དེ་ཡོད་རེད། དེ་རེད་དུས་ད་དེ་རགས་རྩིས་བྱས་པ་ཡིན་ན་ཕ་ཆེ་འདས་ལོ་བརྒྱ་དང་དྲུག་ཅུ་བདུན་ཅུ་ཡན་མན་གྲུབ་ཅིག་དེ་འདྲ་ཅིག་ཕ་ཆེ་ཡོང་དེ་ཡིན་དེ་གི་ཡོད་ས་རེད། ད་ཡིན་ན་ཡང། ད་ལྟ་སྐབས་སུ་བབས་པ་དེ་ལ་ཡང། ད་ང་ཚོའི་གཏད་རབས་ཁ་ཤས་ནང་ལོགས་ལྷག་པར་དུ་བོད་བརྒྱུད་ནང་བསྟན་གྱི་གཏད་རབས་ཁ་ཤས་ཀྱི་ནང་ལོགས་ལ་ཡང་ཅིག་ཉི་མ་གུང་པ་དེ་ཅིག་གཏད་རབས་ཀྱི་ནང་ལོགས་ལོ་པས་ཨུ་ཚུགས་བརྒྱབ་ནས་པ་བཅུག་ཡོང་གི་ཡོད་པས་སོར་ཅིག་དེ་འདྲའི་ཅིག་གི་ཚོར་སྣང་ཅིག་ང་ཚོར་ཡོང་འདི་ཡོད། དེ་དེ་འདྲ་བོ་ཅིག་གི་ད་ཉི་མ་གུང་པ་དེ་ཡིན་ཅིག་མིན་ཅིག་གཏད་རབས་ཀྱི་ནང་ལོགས་ལ་ཨུ་ཚུགས་བརྒྱབ་ནས་བཅུག་དགོས་ཨ་སོར་ཅིག་དེ་འདྲའི་རྒྱུ་མཚན་ཅིག་དེ་ག་རེ་ཡོང་འདི་ཡོད་ཟེར་ན། ཏཱ་ལ་ནཱ་ཏའི་གི་རྒྱ་གར་ཆོས་འབྱུང་ནང་ལོགས་ལ་ཡང་ཚིག་འདི་འདྲས་ཤིག་འདུག་ཨ། གར་སོང་བར་ས་ད་དེའི་རྡོག་རྡོག་དུ་ཞུགས་ཡིན་ད་དེའི་དོན་དག་རྡོག་རྡོག་དེ་གར་སོང་བར་ས་ན། ཨ་ནི། ཁ་ཆེ་བ་དེ་ཚོས་གི་ཨ་ཁ་ཤི་ཀ་ཤི་མིར་གི་མི་དེ་ཚོས་ནང་པ་དེ་ཚོས་གར་ལབ་བར་ས་ན་ཨ་ནི་ཉི་མ་གུང་པ་དེ་བསྟན་པའི་གཏད་རབས་ནང་ལ་ངེས་པར་བགྲང་དགོས་ཡོད། ག་རེ་ས་ན་ཨ་ནི་ཡུལ་དབུས་ལ་ཡང་ཉི་མ་གུང་པའི་གི་ལོ་བཅོ་ལྔ་ལ་ཡང་བསྟན་པ་བསྐྱངས་པའི་སྐབས་ལ་ཡང་ཨ་ནི་ཤ་གནད་གོས་ཅན་དེ་དུས་པའི་སློབ་མ་ཞེ་དྲག་མེད་པ་ཅན་མཛད་པ་ཁྲི་ལས་བརྒལ་རྒྱུ་རེད། ཨ་ནི། ཉི་མ་གུང་པ་ཁ་ཆེའི་ལུང་པ་ལ་ཡང་ཕེབས་ཚར་བའི་རྗེས་ལ་ཡང་ཨ་ནི་ཤར་ནའི་གུས་ཅན་གྱི་མཛད་པ་ཁྲི་ལས་རྒྱལ་ཞེས་ཨ་ནི་བསྟན་པ་བསྐྱངས་པ་རེད། དེ་འདྲ་ཡིན་དུས་ས་ནས། གར་ཤོར་བས་ན། གཏད་རབས་བརྒྱད་ཡིན་ནོ་གཏད་རབས་བདུན་གྱི་ཚེ་གི་མ་རེད་གཏད་རབས་བརྒྱད་རེད། ཉི་མ་གུང་པ་དེ་བགྲངས་པ་ཡིན་ན་ཨ་ནི་གཏད་རབས་བརྒྱད་ཆགས་འགྲོ་གོ་རེ་བ། དེ་བྱས་ཙང་གཏད་རབས་བརྒྱད་རེད་གསུངས་ཡོད་རེད།

བྱས་རྗེས་ག་འདྲ་གསུང་དགོས་ཨང་རེད་བྱས་ཙང་བོད་པ་མང་ཆེ་གཅིག་གི་གཏད་རབས་བདུན་ཟེར་ཨང་བདུན་རེད་ཟེར་ཨང་དེའི་རྗེས་སུ་འབྲངས་ནས་གསུང་གི་འདུག་དེ་འདྲ་གསུང་འདུག་ཨང། བྱས་ཙང་ད་གཏད་རབས་བརྒྱད་ཆགས་པ་ཡིན་ན་གར་ཆགས་འགྲོ་འོང་ཟེར་ན་སྐུལ་དགོས་པོ་ཆེ་ཨང་དེའི་རྗེས་ལ་ཉི་མ་དགུང་པ་ཆེ་ཨང་དེའི་རྗེས་ལ་ཡང་ཤ་ནའི་གོས་ཅན་རྒྱུ་ཡོང་དགོས་ཨང་རེད་ཆགས་རེད་ཡོར་བ་ད་གཏད་རབས་བདུན་འབྲངས་པ་ཡིན་ན་སྐུལ་དགོས་པོ་ཡོད་ཀི་རྗེས་དེ་མ་ཐག་ལ་ཡང་ཤ་ནའི་གོས་ཅན་ཡོང་ཨང་ཞིག་ཡོང་དེ་ཡོར་རེད། གང་ལྟར་ཡང་ཉི་མ་དགོངས་པ་འདི་ཁ་ཆེའི་ཡུལ་ལ་ཡང་དག་བྱང་རྒྱུད་ནང་བསྟན་གྱི་ཡེ་ཤེས་དང་བྱ་བ་ཡིན་ན་ཀུན་དགའ་བོས་བཏང་བ་རེད། ལྷོ་རྒྱུད་ནང་བསྟན་གྱི་ཡེ་ཤེས་དང་བྱ་བ་ཡིན་ན་མོའོ་མཁན་གྱི་བུ་དཀར་རྒྱལ་གྱིས་བཏང་བ་རེད་གསུངས་འོར་བ་ད་གང་ལྟར་ཡང་སུས་བཏང་མིན་ལ་མ་ལྟོས་པ། ཁ་ཆེའི་ཡུལ་ལ་ཡང་ནང་པའི་བསྟན་པ་ཐོག་མར་སྤེལ་མཁན་གྱི་ད་མི་སྣ་གལ་ཆེན་པོ་གཅིག་དེ་ད་ཉི་མ་དགོངས་པ་ཆགས་བསྡད་ཀྱི་ཡོད་པ་དེ་ཕ་ཆེའི་ད་ཕ་ཆེའི་སྐོར་གར་བྱུང་བ་ཅིག་རྩོད་པ་མེད་པར་འགྲོ་གི་ཅིག་དེ་ཅིག་ཡོང་བསྡད་ཀྱི་ཡོད་ས་རེད། དེ་འདྲའི་ཡིན་དུས་ས་ནས་ད་ཁ་ཆེའི་གི་ཡུལ་གི་ནང་པ་དེ་ཚོའི་ཁོང་རྩ་ཆེན་པོ་ཞིག་དྲ་ཚིག་ཡོང་བ་རེད་ཨེ་ནི་དེའི་དེ་ཙམ་དུ་མ་ཟད་པའི་ཨེ་ནི་ཕྱིས་སུ་ཁ་ཆེ་བྱེ་བྲག་ཏུ་སྨྲ་བའམ་ཡང་ན་ཀ་ཤི་མིར་གི་ཨེ་ནི་ཐམས་ཅད་ཡོད་ན་དེ་ཚོ་སྟོབས་ཤུགས་ཆེན་པོ་ཆགས་ཆེ་ཨེ་ནི་ཁོ་ཚོའི་གི་སྟོབས་ཤུགས་ཆེན་པོ་ཆགས་ཡོང་དུས་རང་བཞིན་གི་ཁོ་རང་ཚོས་ད་ཉི་མ་གུང་པོ་དེ་དེ་རེ་གུ་ནང་ལོག་ལ་ཡང་ཨུ་ཚུགས་རྒྱབ་བྱེད་བཅུག་པ་དེ་འདྲས་ཡིན་སྲིད་པ་རེད། ད་དེ་འདྲས་ཀྱི་སྐོར་དེང་སང་ཞིབ་འཇུག་པ་མང་པོ་ཞིག་གི་ཚོད་དཔག་ཏུ་བྱེད་འདུག་བ། ད་སྤྱི་དང་གི་གཏད་རབས་ཟེར་བ་དེ་བརྒྱུད་རིམ་བཤད་པའི་སྐབས་ལ་ཡང་གཏད་རབས་ཡིན་ན་རིན་ཆེན་མི་འདི་གཏད་རབས་སྔ་མ་དེ་གཏད་རབས་ཕྱི་མའི་མཁན་པོ་ཡིན་དགོས་ལ་ཕྱི་མ་དེ་དེའི་ཁྱིམ་བུ་ཡིན་དགོས་འདྲ་བོའམ་ཡང་ན་ཅིག་བླ་སློབ་ཀྱི་འབྲེལ་པ་ཡོད་པ་འདྲ་བོ་ཅིག་གོ་འུ་ཡོག་རེད་ད་ཡོག་མ་རེད་ཟེར་བ་དེ་ད་དེ་གོ་ཅིག་དོགས་པའི་གནས་འདྲ་བོ་ཆགས་ཐེངས་ཡོག་རེད་དཔེར་ན་ཆ་བཞག་པ་ཡིན་ན་ཀུན་དགའ་བོའི་གི་མཁན་པོ། དེས་འོད་སྲུང་ཆེན་པོ་ཡིན་མིན་ཞེས་དེ་ལ་རྩོད་པ་དོགས་ཅི་ཙམ་བྱུང། གཞི་ཐམས་ཅད་ཡོན་གནས་ཀྱི་འདུལ་བའི་ནང་ལོགས་ལ་ཡང་ཀུན་དགའ་བོས་ཀྱི་མཁན་པོ་དེ་འོད་སྲུང་བཏུབ་ཅོ་ལྡན་བྱ་ཅིག། རེ་གསུངས་འདུག་བ། རྗེ་དཔའ་བོ་གཙུག་ལག་ཁྲོམ་བ་ལ་སོགས་པ་ཁ་ཤས་ཀྱིས་འོད་སྲུང་ཆེན་པོ་དང་འོད་སྲུང་བཏུབ་ཅོ་ལྡན་བྱ་དེ་མིང་གི་རྣམ་གྲངས་རེད། དོན་དུ་རྟགས་ག་འདྲ་མི་གཅིག་རེད་དེ་འདྲའི་གསུང་ཡན་དེ་འདྲའི་ཡོང་དེ་ཡོད་ས་རེད། ཡིན་ན་ཡང་གཞི་ཐམས་ཅད་ཡོད་མེད་ཀྱི་ལུང་ཕྲན་ཚེགས་ཀྱི་ནང་ལོགས་ལ་ཡང། ད་ནི་སངས་རྒྱས་མྱ་ངན་ལས་འདས་ཚར་བའི་རྗེས་ལ་སངས་རྒྱས་ཀྱི་སྐུ་གདུང་ཞུགས་འབུལ་བྱེད་པའི་སྐབས་ལ་ཡང། གར་གསུངས་ཡོད་ཟེར་ན་སྐབས་དེ་དུས་ནི་ས་ཆེན་པོའི་སྟེང་ན་ཡང་ཉན་ཐོས་ཆེན་པོ་བཞི་ཡོད། ཉན་ཐོས་བཞི་དེ་ག་རེ་ཟེར་ན་ཚད་དང་ལྡན་པ་ཀུན་གཞི་ཀོ་འདི་ནི་ཡང། ཨ་ནི། གཉིས་པ་དེ་ཚད་དང་ལྡན་པ་ཀུན་ཤེས་ཆེན་མོ། གསུམ་པ་དེ་ཚད་དང་ལྡན་པ་སྟོབས་བཅུ་འོད་སྲུང། ཨ་ནི། བཞི་པ་དེ་ཚད་དང་ལྡན་པ་འོད་སྲུང་ཆེན་པོ་རེད་ཞེས་གསུངས་འདུག་བ་བྱས་ཙང་དེ་ལས་བལྟས་པ་ཡིན་ན། སྟོབས་བཅུ་འོད་སྲུང་དེ་འོད་སྲུང་ཆེན་པོ་ལས་ཀྱང་གཞན་ཞིག་ཡིན་པ་དེ་ཕལ་ཆེར་གསལ་པོར་གསུངས་ཡོང་གི་འདུག་བ། ད་ནང་བཞིན་གྱི་ཡང་སྟོབས་བཅུ་འོད་སྲུང་དང་འོད་སྲུང་སྟོབས་བཅུ་ལྡན་ལ་ཁྱད་པར་ཡོད་ཞེས་བྱས་དེ་འདྲའི་གསུངས་པ་ཡིན་ན་ཡང་ད་དེ་ལ་ག་ཚད་ཟེར་གྱི་ཁུངས་ལུང་རྙེད་ཀྱི་ཡོད་ངེས་ཡག་པོ་ཆགས་དགོས་མི་འདུག་ཨ། པཱ་ལིའི་གི་འདུལ་བའི་ནང་ལོགས་ལ་ཡང་ཀུན་དགའ་བོའི་གི་མཁན་པོ་དེ།

གཏད་རབས་དང་ཁྱིམ་རྒྱུད་ལ་ཁྱད་པར་རོ་ཏོགས་སུ་ཡོང་དེ་ཡོད་ཟེར་གཏད་རབས་ཟེར་བ་དེ་གཙོ་བོ་ནང་པ་སངས་རྒྱས་ཀྱི་དབུ་ཁྲིད་ཀྱི་འགན་ཁུར་ཐུབ་མཁན་གཅིག་ལ་ཡང་དབུ་ཁྲིད་གོང་མ་དེ་གི་དབུ་ཁྲིད་སྔ་མ་དེ་གི་དེ་ལ་ཡང་འགན་སྤྲད་བྱས་ན་ཁྱོད་རང་གི་ནང་པ་སངས་རྒྱས་པའི་དབུ་ཁྲིད་བྱེད་དགོས་ཡོད་བསྟན་པ་འཛིན་དགོས་ཡོད་ཞེས་ཞེས་དེ་འདྲའི་བཀའ་གནང་བཞག་པ་གཅིག་ལ་ཡང་གཏད་རབས་ཞེས་ཞེས་གསུངས་ཡོད་པ་འདྲ། ད་སྡོམ་རྒྱུན་ནམ་ཁྱིམ་རྒྱུད་ཟེར་བ་དེ་གཙོ་བོ་ད། སྡོམ་པ་གནང་མཁན་གྱི་མཁན་པོའི་བརྒྱུད་པ་ཅེས་པ། སྡོམ་པ་གནང་མཁན་གྱི་མཁན་པོའི་བརྒྱུད་པ་དེ་དེས་ནི་འགྲོ་ཡ་གཅིག་རེད་དོ། དེ་འདྲ་ཡིན་དུས། གཏད་རབས་ཡིན་ན་སྔ་མ་དེ་མཁན་པོ་ཡིན་དགོས་ཡ་གཅིག་དང་ཕྱི་མ་དེ་དེའི་མཁན་པོ་ཡིན་དགོས་ཡ་གཅིག་ངེས་པར་འགྲུབ་ཅེས་ཕ་ཆེན་ཨ་ཡོད་ན་བསམ་དྲན་འདུག། ད་དེ་ནས་གཤམ་ལ་ཡང་ད་ལྟ་གཏད་རབས་ལྔ། དང་གི་གཏད་རབས་ལྔ་གསུངས་སོང་བ་དང་གཏད་རབས་ལྔ་གི་ནང་ལོགས་ནས་གཏད་རབས་དང་པོ་གཉིས་དེ་ག་རེ་ཟེར་ན་འོད་སྲུང་ཆེན་པོ་དང་ཀུན་དགའ་བོར་བ། ད་འོད་སྲུང་ཆེན་པོ་དང་ཀུན་དགའ་བོའི་སྐོར་དུ་མདོ་བསྡུས་རེ་ཞུས་པས་ན། འོད་སྲུང་ཆེན་པོ་དང་ཀུན་དགའ་བོའི་སྐོར་དང་ཁོང་རྣམ་པ་གཉིས་ཀྱི་འབྲེལ་པའི་སྐོར་དུ་ཞུས་པས་ན། ད་འོད་སྲུང་ཆེན་པོ་ཟད་ད་ཚང་མས་མཁྱེན་གྱི་རེད་སངས་རྒྱས་མྱ་ངན་ལས་འདས་ཚར་བའི་དཔྱད་ལ་ཡང་དགེ་འདུན་གྱི་སྡེ་ཡི་ནང་ལོགས་ནས་གཅིག་མཚན་མཐོང་ཆེ་ཤོས་འགྲུབ་སྟེ་ཁོང་ཕྱག་དེ་ཡོར་བ་དག་ནས་ཤིག་བཀའ་བསྡུ་དང་པོ་བྱེད་པའི་སྐབས་ལ་ཡང་དགྲ་བཅོམ་པ་ལྔ་བརྒྱའི་བཀའ་བསྡུ་གསུང་དུ་བ་དེའི་སྐབས་ལ་ཡང་ད་གཙོ་སྐྱོང་གནང་མཁན་དབུ་འཁྲིད་མཁན་འདྲ་བོ་དེ་འོད་སྲུང་ཆེན་པོ་ཕྱག་དེ་ཡོར་བ། ད་ནང་བཞིན་གྱི་མདོ་སྡེ་ལུང་དེ་བཞིན་ནང་ལོགས་ལ་ཡང། མདོ་སྡེ་ལུང་དེ་བཞིན་ནང་ང་ཚོ་བོད་སྐད་ནང་ཡོག་མར་བ་དང་ཡིན་ནའི་རྒྱ་ཡིག་ནང་དང། ནི། དེ། པཱ་ལིའི་སྐད་ཐོག་ལ་ཡང་ནང་ཉིང་ངུ་མ་ནི་ཞུས་ཟིན་པའི་བ། བྱས་ཙང་མདོ་སྡེ་ལུང་དེ་བཞིན་ནང་ལོགས་ལ་ཡང། སངས་རྒྱས་ཀྱི་བཞུགས་གདན་གྱི་ཆས་དེ་ནི་འོད་སྲུང་ལ་བརྟེན་ནས་ཆོས་གསུང་དུ་བཅུག་པ་ན་དེ་འདྲའི་གི་ལོ་རྒྱུས་ཡོད་པ་རེད། དག་ན་བཞིན་གྱི་སངས་རྒྱས་ཁོ་རང་རང་གི་རྣ་བས་ཀྱི། སྣམ་སྦྱར་ཕྱག་དར་འཕྲོས་པ་དེ་འོད་སྲུང་ཆེན་པོའི་གི་རེ་ཀ་ཤི་ཀ་དང་རྒྱལ་པོ་སྐྱོན་བྱས་ནས་ཨ་ནི་ཁོང་གི་ནར་ས་དེ་འོད་སྲུང་ཆེན་པོ་ལ་ཡང་མ་གནང་བ་དེ་འདྲས་ཀྱི་ལོ་རྒྱུས་ཡོད་ར་བ། བྱས་ཙང་འོད་སྲུང་ཆེན་པོ་ཐ་མ་དགོངས་པ་རྫོགས་པའི་སྐབས་ལིག་ནས་ཡང་སངས་རྒྱས་ཀྱི་སྣང་བཞག་བས་ཀྱི་ཨ་ནི་སྣམ་སྦྱར་དེ་གསོལ་བྱས་ནས་ཨ་ནི་དེ་ཆོས་སྤྱོད་པ་ལ་ཡང་བ་དགོངས་པ་རྫོགས་བྱས་ཨ་ནི་ད་ར་དེ་ག་ར་རི་བོ་བྱ་གང་གི་ཨ་ནི་རིའི་ཕུག་ལ་ཡང་བཞུགས་དེ་ཡོད་གསུང་ངོ་ར་བ། དེ་འདྲའི་ཡིན་དུས་ས་ནས་སངས་རྒྱས་ཀྱི་རྟགས་འོད་སྲུང་ཆེན་པོ་ལ་བའི་གུས་ཞབས་དེ་འདྲས་གནང་གནང་བ་ཡིན་དུས་དེ་གིས་ག་རེ་མཚོན་དུ་འོས་བ་རེད་ས་ན། ཨ་ནི་ཤཱ་རིའི་བུ་དང་མོང་གའི་བུ་འདས་ཟིན་པའི་རྗེས་ལ་ཡང་འོད་སྲུང་ཆེན་པོ་དེ་བས་སངས་རྒྱས་ཀྱི་སྐུ་ཚབ་འདྲ་བོ་ཞིག་ལ་དང་སྐུ་ཚབ་ཏུ་འོས་ཤོས་ཀྱི་དང་གནས་བརྟན་དེ་ཆགས་དེ་ཡོང་བ་རེད། དེ་འདྲས་ཡིན་དུས་ས་ནས་དེའི་རྒྱུ་མཚན་ལ་བརྟེན་ནས་ཀུན་དགའ་བོ་ལགས་གཅིག་བྱས་ན་ཁོ་རང་གི་མཁན་པོ་འདི་ད་འོད་སྲུང་ཆེན་པོ་མ་ཡིན་པའི་མཁན་པོ་གཞན་དག་ཅིག་ཡོད་སྲིད་ཀྱི་རེད། ཡིན་ན་ཡང་འོད་སྲུང་ཆེན་པོས་ཀྱི་མཚན་གནས་དང་མཛད་འཕྲིན་ཆེན་པོ་བཞི་པོ་ཅིག་ཡོད་པ་ཡིན་དུས་སང་ནས་ཨ་ནི་གཏད་རབས་ཀྱི་དང་པོ་ལ་ཡང་འོད་སྲུང་ཆེན་པོ་དེ་མ་བཞག་རང་བཞག་བསགས་པར་བས་གང་ལྟར། ཀུན་དགའ་བོ་དང། ཅིག། ག་ཤོར་བའི་བླ་སློབ་ཀྱི་འབྲེལ་པ་ཡོད་ན་འདྲ་མེད་ན་འདྲ་ཡང་ན། མཁན་པོ་དང་མཁན་པོའི་འབྲེལ་པ་ཡོད་ན་འདྲ་མེད་ན་འདྲ་གང་ལྟར་ཀུན་དགའ་བོའི་གཉེན་ལ་ཡང་རུལ་སུངས་ཟིན་པ་བཞག་པ་ཡང་ཅིག་རང་བཞིན་གྱིས་ཡོང་བསྡད་ཀྱི་ཡོད་པ་འདྲ། སྤྱི་བཏང་ལུང་སྡེ་བཞི་དང་འདུལ་བ་དེ་ཚོའི་ནང་ལོགས་ལ་ཡང་འོད་སྲུང་ཆེན་པོ་དང་ཀུན་དགའ་བོའི་དཔའ་རུ་ལ་ཡང་མི་མཐུན་པའི་སྐད་ཆ་རུ་དོགས་སུ་ཡོང་བསྡད་ཡོད་པ་འདྲ། ཐ་ན་སངས་རྒྱས་མྱ་ངན་ལས་འདས་ཚར་བའི་རྗེས་ལ་ཡང་བཀའ་བསྡུ་དང་པོ་བྱེད་པའི་སྐབས་ལ་ཡང་འོད་སྲུང་ཆེན་པོའི་གིས་ཀུན་དགའ་བོའི་གིས་ཉེས་པ་མང་པོ་ཅིག་བགྲང་བྱས་ནས་ཨ་ནི་བཀའ་བསྡུ་བྱེད་མཁན་གྱི་གྲལ་ནས་བཏོན་བཞག་པ་དང་ཡིན་ན་ཡང་འོད་སྲུང་དགོངས་པ་རྫོགས་ཚར་བའི་རྗེས་ལ་ཡང་སངས་རྒྱས་ཀྱི་སློབ་མ་གྲགས་ཆེན་པས་ཀུན་དགའ་བོ་ནང་བཞིན་ཅིག་ད་གཞན་དག་ཅིག་ཀུན་དགའ་བོ་ནང་བཞིན་ཅིག། བ་རྗེས་མེད་པར་བྱས། ཨ་མདའ་ན་ཅིག་ཀུན་དགའ་བོ་ཁོ་རང་ཡང་སྐུ་ཚེ་རིང་པོ་བཞུགས་ཡོད་རེད་གསུངས་འདུག་བ། དེ་ཡང་དེ་ལྟར་པ་ལིའི་གི་སྐད་ཀྱི་ཐོག་ལ་ཡོད་པའི་གནས་བརྟན་གྱི་ཚིགས་སུ་བཅད་པ་ཟེར་བ་གྱི་འགྲེལ་པ་དང་དང་ནང་བཞིན་གྱི་བྱང་རྒྱུད་ནང་བསྟན་གྱི་ནང་ལོགས་ལ་ཡང་སྟོང་ཕྲག་བརྒྱ་པའི་འགྲེལ་ཆེན་ཟེར་བ་ཅིག་མགོན་པོ་ཀླུ་སྒྲུབ་པོ་མཛད་པ་རེད་ཟེར་སྦྱོར་བ་འོ་ད་དེ་ཚོའི་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན་ཀུན་དགའ་བོའི་གི་སངས་རྒྱས་ཀྱི་ཉེ་གནས་ལོ་ཉེར་ལྔ་བཞུགས་པ་རེད། སངས་རྒྱས་ཀྱི་ཞབས་ཕྱི་ལོ་ཉེར་ལྔ་ཞུས་པ་རེད་གསུངས་ཡོང་བ་རེད། ད་གལ་སྲིད་ང་ཚོའི་གི་ཀུན་དགའ་བོ་དེ་རབ་ཏུ་བྱུང་མ་ཐག་ནས་པས་སངས་རྒྱས་ཀྱི་ཞབས་ཕྱི་ཞུས་ཡོད་པ་འདྲ་པོ་ཅིག་རྩིས་བརྒྱབ་པ་ཡིན་ན། ཨ་ནེ་སངས་རྒྱས་དགོངས་པ་རྫོགས་དུས་ས་ནས་ཀུན་དགའ་བོ་དེ་ཕ་ཆེ་དགོང་ལོ་བཞི་བཅུ་ཞེ་ལྔ་ཡས་མས་འདྲ་པོ་ཅིག་ཡིན་སྲིད་གི་རེད། སངས་རྒྱས་དགོངས་པ་རྫོགས་ཚར་བའི་རྗེས་ལ་ཡང་ཀུན་དགའ་བོ་ད་དུང་ལོ་སུམ་ཅུ་ནས་བཞི་བཅུའི་སྤོ་རུག་ལ་ཡང་བཞུགས་ཡོད་སྲིད་པ་རེད། དེ་ནས་ཡིན་དུས་ས་ནས་ད་སྐུའི་མགོ་བོ་དེ་ཕྱོགས་གཅིག་ནས་བའི་སྐུ་ཚེ་རིང་པོ་བཞུགས། ད་ནས་ཀྱི་མཛད་པ་ཁྲི་ལས་རྒྱལ་པོ་བྱུང་བ་ཡིན་དུས་ས་ནས་དེའི་རྒྱུ་མཚན་ལ་བརྟེན་ནས། ཨ་ནི། ཕྱིས་སུ་བཀའ་བསྡུ་གཉིས་པ་བྱེད་པའི་སྐབས་ལ་ཡང་ནང་པ་སངས་རྒྱས་དཔལ་གྱི་གནས་བསྟན་པའི་སྐད་གྲགས་ཆེ་ཤོས་བརྒྱད་ཡོར་བ་དེའི་ནང་ལོགས་ནས་མ་མཐའ་ཡང་བའི་གནས་བསྟན་དྲུག་དེ་སྐུའི་མགོ་བོའི་སློབ་མ་ཕྱག་དེ་ཡོར་རེ་བྱེད་བྱེད་སྡེ་པ་ཐམས་ཅད་ཀྱི་འདུལ་བའི་ནང་ལོགས་ནས་གསལ་ཡོང་གི་ཡོར་རེད། བྱས་དང་དེ་ཀྱིས་ཨེ་ནི་ཀུན་དགའ་བོ་འདུས་པའི་ཕྱིས་སུ་བལྟ། འོད་སྲུང་ཆེན་པོ་དགོངས་པ་རྫོགས་ཚར་བའི་རྗེས་ལ་ཡང་ཁོང་ཤུགས་རྐྱེན་ཆེན་པོ་ཞིག་ཆགས་ཡོད་པ་དེ་ཀོ་གསལ་བོ་ཆགས་ཡོད་སྐོར་དེ་རེད། དེ་ནས་རྗེས་ཀྱི་འོད་སྲུང་ཆེན་པོ་དང་ཀུན་དགའ་བོའི་སྐོར་དེ་ཞུས་ཟིན་པ་བྱས། ད་དེ་ནས་ཤ་ནའི་གོས་ཆེན་བསགས་དེ་རེད། ཤ་ནའི་གོས་ཆེན་བསགས་དེ། ཀུན་དགའ་བོའི་རྗེས་ཀྱི་ད་གཏད་རབས་གསུམ་པ་དེ། མྱ་ངན་མེད་པའི་མདོ་ལ་སོགས་པའི་དགོངས་དོན་དེར་བྱས་པ་ཡིན་ན། ཤ་ནའི་གོས་ཅན་སྲེག་རེད། ཤ་ནའི་གོས་ཅན་སྲེག་གི་མཁན་པོ་ཁོ་རང་ཀུན་དགའ་བོ་རེད་འདུག་བ། ཤ་ནའི་གོས་ཅན་སྐུ་འཁྲུངས་ས་རྒྱལ་པོའི་ཁབ་ཡིན་པ་རེད། ཡིན་ན་ཆོས་སྤེལ་ས་དེ་གཙོ་བོ་ནུབ་ཕྱོགས་ནུབ་ཕྱོགས་ཀྱི་ས་ཆ་དེ་ཆགས་བསྡད་ཡོད་རེད། ད་ལྟ་ང་རང་ཚོའི་མཇལ་ཡག་ཡོད་བསྡད་པའི་འདུལ་བ་བསྡད་པ་མི་འདྲ་བའི་འདུལ་བ་དེ་ཚོའི་ནང་ལོགས་ལ་ཡང་བཀའ་བསྡུ་གཉིས་པ་བཤད་པའི་སྐབས་ལ་ཡང།

ནང་པའི་གནས་བརྟན་གྲགས་ཅན་བརྒྱད་ཡོད་པ་དག་དེ་ལས་གསུང་དང་རྟོགས་རྟོགས་སེ་སྡེ་པ་སོ་སོའི་འདུལ་བའི་ནང་ལ་གསུང་དང་རྟོགས་སུ་མི་འདྲ་ཡོང་འདུག་ཡང་ཡིན་ན་ཡང། སྡེ་པ་ཐམས་ཅད་ཀྱི་འདུལ་བའི་ནང་ལ་མཐུན་པར་གྲུབ་སྟེ་ག་རེ་ཡོང་འདུག་ཡོད་ཟེར་ན་ཤར་ཕྱོགས་ལ་ཡང་ཐམས་ཅད་འགྲོ་བའམ་ཐམས་ཅད་འདོད་པ་ཟེར་ཏེ་གནས་བརྟན་ཐམས་ཅད་འདོད་པ་ཟེར་ཏེ་ཤར་ཕྱོགས་ལ་ཡིན་འདུལ་བ་བྱེད། ཨ་ནི་ནུབ་ཕྱོགས་ལ་ཡང་ནམ་གྲུ་ཟེར་དེ་དང་ཡང་དག་སྐྱེས་ཡང་དག་སྐྱེས་སམ་དང་རྒྱ་གར་གྱི་ལ་སམ་བུ་ཏཱ་ཟེར།

དེ་ལྟའི་ཡིན་དུས་ས་ནས། ད་དེའི་གི་ཐོག་ནས་ག་ཤོ་རེ་ཅིག་གི། བཀའ་བསྡུ་གཉིས་པའི་སྐབས་ལ་ཡང་འདུལ་བ་ཐམས་ཅད་མཐུན་པར་འགྲུབ་པ་ཅིག་གི་འདི་འདྲ་ཅིག་གི་གནས་བརྟན་ཆེན་པོ་གསུམ་ཅིག་ཡོང་སྟེ་ཡོར་བ། ད་ན་བཞིན་གི་པཱ་ལིའི་གི་ད་ལྟ། མདུན་བསྐྱེད་ཕུང་པོ་བྱས། ད་གཙོ་བོ། ད་ལྟ་བཀའ་བསྡུ་གཉིས་པ་བྱེད་པའི་སྐབས་ཐད་ནས། པཱ་ལིའི་འདུལ་བའི་ནང་ལོགས་ནས་སྲམ་བུ་དང་ཤ་ནའི་གོས་ཅན་ཟེར་ཨ་ཅིག་མཚན་གཅིག་ཡོང་འདི་ཡོར་པ་པཱ་ལིའི་ནང་ལོགས་ལ། ཡིན་ན་ཡང་བྱང་རྒྱུད་ནང་བསྟན་ཡིག་ཆའི་ནང་ལོགས་ལ་སྲམ་བུ་དང་ཤ་ནའི་གོས་ཅན་ཟེར་ཨ་ཅིག་ཡོང་གི་ཡོད་ས་མ་རེད་སྲམ་བུ་ད་ཟེར་ཨ་ཅིག་མ་གཏོགས་ཡང་དག་སྐྱེས་ཟེར་ཨ་ཅིག་མ་གཏོགས་ང་ཚོ་བོད་སྐད་ནང་ཡང་དག་སྐྱེས་གསུངས་འདུག་ཨ། ཡང་དག་སྐྱེས་འམ་སྲམ་བུ་ད་ཟེར་ཨ་ཅིག་མ་གཏོགས་སྲམ་བུ་ད། ཤ་ན་བ་སི་ཟེར་བ་དེ་ཡོང་ཐུབ་ཀྱི་ཡོད་ས་མ་རེད་ད་ཡིན་ན་ཡང། ད་དེའི་མཚན་གྱི་ཟུར་ལ་ཤ་ནའི་གོས་ཆེན་ཡོད་མེད་ལ་མ་ལྟོས་པར་བ་པཱ་ལི་གི་འདུལ་བའི་ནང་ལོགས་ལ་སམ་བུ་ཏཱ་ཟེར་བ་དེ་ཡོང་ཐུབ་ཀྱི་བ་རེད་སམ་བུ་ཏཱ་ཤ་ནའི་གོས་ཆེན་ཟེར་བ། ད་ནང་བཞིན་མྱ་ངན་མེད་ཀྱི་མདོ་ནས་གསུངས་པའི་ཀྱི་ཤ་ནའི་གོས་ཆེན་ཟེར་བ་དེ་གཉིས་གཉིས་ཀ་ལོགས་མཐུན་པའི་ཆ་ག་རེ་ཡོད་རེད་སོང་ན་གཉིས་ཀ་ལོགས་ཀུན་དགའ་བོའི་སློབ་མ་ཡིན་པ་མཐུན་པ་ཆ་དེ་ཡོད་རེད། ད་ལྟ་ནི་ཞིག་དུས་རབས་ཀྱི་ཆ་ནས་ཡིན་ན་ཡང། ཨ་ནེ་ཁོང་གཉིས་ཀ་ལོ། དེ་ནི་སྟོན་པ་མྱ་ངན་ལས་འདས་ནས་ལོ་བརྒྱའི། རྗེས་སུ་བྱུང་མི་ཡིན་པ་མཐུན་བསྡད་ཡོད་རེད། ད་ཨ་ནེ་ཤིན་གྱིས། ཁོ་རང་གཉིས་ཀྱི་བཞུགས་སའི་གི་ས་ཆ་འདྲ་བ་ཞིག་ལ་ཆ་མཚོན་པ་ཡིན་ན་ཡང་དཀའ་སྡུག་གཉིས་པ། གཉིས་པའི་སྐབས་ཀྱི་སམ་བུ་ད་ཤ་ནའི་གོས་ཆེན་ཟེར་ཡག་དེ། པཱ་ལིའི། འདུལ་བ་རྣམས་ལས་གསུངས་པའི་ཤ་ནའི་གོས་ཅན་བསེ་ཨ་དེ་བཞུགས་ས་དེ་རི་ཨ་ཧོ་གངྒ་བསེ་ཨ་ཅེ་ལ་ཡང་བཞུགས་ཡོད་རེད། གསུངས་ཡོད་རེད། ད་མྱ་ངན་མེད་ཀྱི་མདོ་ནས་བཤད་པའི་གི་ཤ་ནའི་གོས་ཅན་ཁོང་གི་བཞུགས་ས་དེ་ཨ་རུ་མུན་ཏྲ་པར་བ་ཏཱ་བསེ་ཨ་ཅིག་ད་དེ་འདྲས་ཅིག་གི་རི་ཅིག་ལ་ཡང་བཞུགས་ཡོད་པའི་གི་ཆ་རེད། དེ་འདྲས་ཀྱི་ཁོང་རྣམ་པ་གཉིས་ཀྱི་བཞུགས་སའི་གི་རི་གི་མིང་དེ་འབྲི་གི་ཡོད་མ་རེད། ཡིན་ན་ཡང། ལྷོ་རྒྱུད་ནང་བསྟན་དང་བྱང་རྒྱུད་ནང་བསྟན་གཉིས་ཀའི་གི་ཡིག་ཆའི་ནང་ལོགས་ལ་ཡ་རི་དེ་གྲུ་ཡི་ནང་ལ་ཡ་བསྡད་ནས་ཕྱིན་པ་ཡིན་ན་ཨ་ནས་སླེབས་ཐུབ་ཡག་གི་ས་ཆ་ཅིག་ཡིན་པ་ཅིག་ཨ་དེ་འདྲ་ཅིག་གི་ཡང་ཀོ་གནས་ཚུལ་ཅིག་ཡོང་འདི་ཡོག་རེད་རྒྱུ་མཚན་དེ་ཚོ་ལ་ཡ་བསྟན་བྱས་ནས་ཨ་ནས་ཞིབ་འཇུག་པ་མང་པོ་ཅིག་གིས་ད་ལྟ། བཀའ་བསྡུ་གཉིས་པའི་སྐབས་ཀྱི་སམ་བུ་ཏཱ་ཤ་ནའི་གོས་ཆེན་ཞེས་གར་ཤག་དེ་པཱ་ལིའི་འདུལ་བའི་ནང་ལ་ཡོང་སྟེ་དེ་དང་ཨ་ནེ་གཏད་རབས་ཀྱི་ནང་ནས་གསུངས་པའི་ཤ་ནའི་གོས་ཆེན་ཟེར་བ་དེ་མི་གཅིག་པ་ཡིན་པ་ཅིག་དེ་འདྲ་ཅིག་འདོད་ཀྱི་ཡོད་རེད། མ་གཞི་དེའི་སྐོར་དེ་ད་ལྟ་རྗེས་ལ་ཡང། ཕྲུ་གུའི་ནང་བསྟན་དང་བྱང་རྒྱུད་ནང་བསྟན་གྱི་ཐད་ནས་གཏད་རབས་ཀྱི་གསུང་རྒྱུན་ལ་ཡང་ཁྱད་པར་ཡོད་པའི་སྐོར་བཤད་པའི་སྐབས་ལ་ཡང་སྐོར་གསལ་པོ་ཡོང་དེ་ཡོད་རེད་དེ་རིང་ཞུ་མོ་ཁ་ཤས་ལགས་སོ་ད་དེ་དག་སྐབས་སུ་མ་པ་སྟེ་དེ་དག་མྱ་ངན་མེད་ཀྱི་མདོ་ནས་གསུངས་པའི་གཏད་རབས་དེ་ཞུ་དེ་ཡོད་རེད་བྱས་ཙང་མྱ་ངན་མེད་ཀྱི་མདོ་ནས་གསུངས་པའི་ད་གཏད་རབས་ཞི་བྱ་བྱས་པ་ཡིན་ན་ཤ་གནད་གོས་ཅན་གྱི་རྗེས་ལ་ཡང་ད་གཏད་རབས་ཞི་བ་དེ་ཉེར་སྦས་ཆགས་ཀྱི་ཡོད། ད་ཉེར་པའི་གཏད་རབས་བཞི་པ་ཡིན་པ་དེ་གཏད་རབས་ཀྱི་ལོ་རྒྱུས་མང་པོའི་ནང་ལོགས་ནས་གསུངས་ཡོང་བ་རེད། ད་ནང་བཞིན་ལུང་ཡང་དག་བདེན་པའི་ནང་ལོགས་ལ་ཡིན་ན་ཡང་ཉེར་པས་ལུང་བསྟན་ཡོང་བ་རེད། མྱ་ངན་མེད་ཀྱི་རྟོགས་བརྗོད་ཀྱི་ནང་ལོགས་ལ་ཡིན་ན་ཡང་ཉེར་པས་དེ་ནི་སངས་རྒྱས་ཀྱི་ལུང་བསྟན་ཚུལ་གསུངས་ཡོད་པ་ཡིན་པ་རེད། ད་ཉེས་པའི་གསལ་ཏེ་ག་དུས་བྱུང་བ་རེད་ཟེར་ན། ཉེས་པའི་ག་དུས་བྱུང་བའི་ལོ་ཚིགས་དེ་བཤད་པ་ཡིན་ན། ད་ལོ་ཚིགས་དེ་འབྲེལ་ཡོད་ཀྱི་ཡིག་ཆ་ཚོའི་ནང་ལོགས་ལ་ཡང་འཁོད་པ་འདྲ་བྱས་པ་ཡིན་ན། ཉེར་བརྒྱད་ཀྱི་སྐུ་ཚེའི་སྨད་དེ་ཨ་ནེ་ཆོས་རྒྱལ་མྱ་ངན་མེད་ཀྱི་དུས་སྐབས་ལ་གལ་ཏེ་ཡོད་དགོས་པ་རེད། ཆོས་རྒྱལ་མྱ་ངན་མས་བྱོན་པའི་དུས་ཚོད་དེ་ལྟར་རགས་རྩིས་བྱས་པ་ཡིན་ན། སངས་རྒྱས་མྱ་ངན་ལས་འདས་ནས་ལོ་བརྒྱ་དང་དྲུག་ཅུ་བདུན་བརྒྱའི་ཡན་ཡོལ་འདྲ་བ་ཅིག་དེ་འདྲ་ཅིག་བརྩི་དགོས་མེད་རོ། ད་གལ་སྲིད་ཉེར་སྦས་དང་མྱ་ངན་མས་དུས་མཉམ་རེད་བཤད་པ་ཡིན་ན། ཨ་ནི་ཉེར་སྦས་དེ་འདས་ལོ་སྟོན་པས་འདས་ལོ། བརྒྱ་ལ་ཡང་འབྲས་བུ་ཐོབ་པར་བཤད་ཡོད་རེད། དེ་དུས་ནི་ཁོང། གལ་སྲིད་ད་ལོ་ཉི་ཤུ་ཡིན་པའི་དབང་དུ་བཏང་པ་ཡིན་ན་མྱ་ངན་མེད་ཁྲི་ལ་ཕེབས་པའི་སྐབས་ལ་ཡང་ཕལ་ཆེར་ཁོང་ད་དགོང་ལོ་བརྒྱ་དང་སུམ་ཅུ་ཙམ་ཡིན་དགོས་རེད། དེ་འདྲ་ཡིན་ན་ད་དེ་འདྲའི་བའི་དགོང་ལོ་བརྒྱ་དང་སུམ་ཅུ་དེ་འདྲའི་བཞུགས་ཐུབ་རེད་བས་ལབ་ཡིན་ན་ད་བཞུགས་མི་སྲིད་པ་དང་མཐའ་གཅིག་ཏུ་མི་སྲིད་པ་ད་མ་རེད་དེ་ཡིན་ན་ད་དེ་ག་ཚོད་བཞུགས་པ་རེད་ལབ་ཡིན་ན་མི་ཚང་མས་ཅིག་ཁས་ལེན་ཐོབ་ཡག་ལ་དཀའ་ལས་ཁག་པོ་རུ་ཅིག་ཡོད་འདུག་ཡོང་འདུག་ཡོད་རེད། དེ་འདྲའི་ཡིན་དུས་ས་མཐའ་དེང་སང་ཞིབ་འཇུག་པ་མང་པོ་ཅིག་གིས་ག་རེ་ལབ་འོ་རེད་ཟེར་ན། བྱང་རྒྱུད་ནང་བསྟན་གྱི་གསུང་རྒྱུན་ལ་ཡང། ད་ལྟ་སྟོན་པའི་གཏད་རབས་ཀྱི་ནང་ན་ཡོད་བསྡད་པའི་ཉེར་སྦས་དང། རྒྱལ་པོ་མྱ་ངན་མེད་དུས་མཉམ། དུས་མཉམ་རེད་ཟེར་ཡ་དེ། ཨ་ནི། མྱ་ངན་མེད་ནག་པོ་དང་ཆོས་རྒྱལ་མྱ་ངན་མེད་གཉིས་ནོར་སོང་རེད། མྱ་ངན་མེད་ནག་པོ་ལ་གོ་དུ་རྒྱུ་རྫས་མྱ་ངན་མེད་ལ་གོ་དུ་བ། གང་ལྟར་ཡང་མྱ་ངན་མེད་ནག་པོ་ཟེར་བ་དེ་ལ་ཆོས་རྒྱལ་མྱ་ངན་མེད་ཟེར་བ་དེ་ཀོ་མྱ་ངན་མེད་ཟེར་བ་གི་ཚིག་འདྲ་པོ་ཡོད་པ་ཡིན་ཙང་ཨ་ནི་སྐུ་ཉིད་ནོར་བྱས། ཨ་ནི། མྱ་ངན་མེད་ནག་པོ་དང་དུས་མཉམ་ཡིན། ཡིན་པ་དེ་ལ་ཡང་ཨ་ནི་ཆོས་རྒྱལ་མྱ་ངན་མེད་དང་དུས་མཉམ་རེད་ཟེར་ལབ་བཞག་པ་རེད། ཆོས་རྒྱལ་མྱ་ངན་མེད་དེ། བྱས། གང་ལྟར་ཡང་ད་ག་ན་ཆོས་རྒྱལ་མྱ་ངན་མེད་དེ། སྟོན་པ་མྱ་ངན་འདས་ནས་ལོ་བརྒྱ་ལ་བྱོན་པ། དེ་འདྲས་ཅིག་དབང་དུ་བཏང་བཞག་པ་རེད། ད་གི་དེ་ཟེར་ན་ཟེར་ཡོང་དུས་ས་ན་ག་རེ་ཟེར་ན། རྒྱལ་པོ་རྒྱལ་པོ་མྱ་ངན་མེད་མྱ་ངན་མེད་ནག་པོ་དང་རྒྱལ་པོ་མྱ་ཆོས་རྒྱལ་མྱ་ངན་མེད་གཉིས་ནོར་སོང་རེད་ད། ད་ཤཱ་རིའི་བུས་ཞུས་པའི་མདོ་བསལ་སྦྱོར་བ། ཕལ་ཆེན་སྡེ་བའི་ཁུངས་སུ་གཏོགས་པའི་ཤཱ་རིའི་བུས་ཞུས་པའི་མདོ་བསལ། དེའི་ནང་ལོགས་ནས་ག་རེ་གསུངས་ཡོད་རེད་ཟེར་ན། མྱ་ངན་མེད་ཀྱི་རྗེས་སུ་ནི་ཆོས་རྒྱལ་མྱ་ངན་མེད་བྱུང་བ། རྨ་བྱ་མྱ་ངན་མེད་བྱས་པ་ཡིན། མུར་ཡ་རྒྱལ་རབས་ཀྱི་མྱ་ངན་མེད་དེ་ཆོས་ཉེར་སྦས་ཀྱི་རྗེས་སུ་བྱས་པ་ཡིན་གསུངས་ཡོད་རེད། དེ་འདྲའི་བྱས་པ་ཡིན་ན་དེས་ཁས་ལེན་ཁས་ལེན་བྱེད་བདེ་བ་རུ་བྱས་ཡོད་རེད། དེ་འདྲ་ཡིན་དུས་ད་ཤཱ་རིའི་བུས་ཞུས་པའི་གི་མདོ་གསུང་སྟངས་ལྟར་བྱས་པ་ཡིན་ན་ནི་ཉེར་སྦས་དེ་དགོངས་ལོ་བརྒྱ་ལྷག་ཅིག་བཞུགས་བྱས་ནས་ནི་མྱ་ངན་མེད་སྐུ་མ་འཁྲུངས་གོང་ལ་ཡང་དགོངས་པ་རྫོགས་པ་ཡིན་པ་འདྲ་ཅི་རེད་ལབ་ཡིན་ན་འགྲིག་གི་ཡོད་རེད། འདི་དང་ད་ལྟ་ཇོ་ནང་རྗེ་བཙུན་ཏཱ་ར་ནཱ་ཐའི་ཀྱི་རྒྱ་གར་ཆོས་འབྱུང་ནང་ལོགས་ལ་ཡང་མྱ་ངན་མེད་དགུང་ལོ་ཆུང་དུས་ཀྱི་སྐབས་ལ་ཡང་འདི་ཏིག་གི་སྐུ་ཚེ་སྨད་ཡིན་ཅེས་གསུངས་འདུག་ཨ། ད་དེ་དང་ཁོ་མཐུན་པོ་རུ་ཡོང་དེ་ཡོད་རེད། ཡིན་ན་ཡང་ཡང་ཇོ་ནང་རྗེ་བཙུན་ཁོ་རང་གིས་ད་རྒྱ་གར་ཆོས་འབྱུང་ནང་ལོགས་ལ་ཡང་ཆོས་རྒྱལ་མྱ་ངན་མེད་དེ་སངས་རྒྱས་མྱ་ངན་ལས་འདས་ནས་ལོ་འདས་ནས་ལོ་བརྒྱ་ཡི་སྐབས་ལ་བྱུང་པའི་མི་ཡིན་པ་རྩིས་གནང་འདུག་ཨ།

ཁོང་གི་མཚན་དེ་ནི་མྱ་ངན་མེད་ཀྱི་རྟོགས་བརྗོད་དང་གཏད་རབས་ཀྱི་རྣམ་ཐར་ལ་སོགས་པ་དེ་ཚོ་ཚང་མའི་ནང་ནས་དེ་འདི་ག་ཟེར་ཡག་མཚན་དེ་ཡོང་འདུག་འདུག་བ་གཏད་རབས་ཀྱི་རྣམ་ཐར་ཟེར་ཡག་ཁ་སང་རྒྱ་ཡིག་ཐོར་ཅིག་ཞུ་ཡོག་རེ་ཞུ་ཡིན་པ་འོ་ད་དེ་གཉིས་དེ་གཉིས་གཉིས་ཀ་ནང་ལོགས་ལ་ཡང་ཡོང་འདུག་ཡོད་ས་རེད། ཨ་ནི་ཁོང་སྐུ་འཁྲུངས་ས་དེ་ག་རེ་རེད་ཟེར་ན་ད་ལྟ་གཏད་རབས་ཀྱི་རྣམ་ཐར་གཞི་བཞག་བྱས་པ་ཡིན་ན་ཁོང་སྐུ་འཁྲུངས་ས་མ་ཐུ་ར་ལ་ཡང་སྐུ་འཁྲུངས་པ་རེད། མ་ཏུ་ར་ཤ་དེ་བོད་སྐད་ནང་བསྒྱུར་བས་ནི་བཅོམ་བརླག་པའི་ཚིག་ཡིན་ཟེར་མ་རེད་པས་དེ་འདྲ་ཅིག་ཡིན་ས་རེད། ཏཱ་ར་ནཱ་ཐའི་གི་རྒྱ་གར་ཆོས་འབྱུང་ནང་ལོགས་ལ་ག་རེ་གསུངས་ཡོད་ན་ཟེར་ན་ཁོང་སྐུ་འཁྲུངས་ས་དེ་ཕག་རྒྱལ་རེད། ཡུལ་ཕག་རྒྱལ་ལ་ཡང་ཡང་ཕྱུག་པོ་ཅིག་གི་བུ་ལ་ཡང་འཁྲུངས་པ་རེད་དེ་འདྲ་གསུངས་ཐོག་ལ། ད་ཁོང་ཆོས་རྒྱལ་མྱ་ངན་མེད་དང་དུས་མཉམ་གྱི་སོར་ཅིག་ཆགས་ཀྱི་ཡོད་ས་རེད་དེ་ཡིན་ན་ཡང་ཁོང་རྣམ་པ་གཉིས་ཕན་ཚུན་འབྲེལ་བ་བྱུང་པའི་སྐོར་ལོ་རྒྱུས་ནང་ལོགས་ལ་གསལ་པོར་ཅིག་ཡོང་ཐེ་གི་ཡོད་ས་མ་རེད། ད་དེའི་རྒྱུ་མཚན་དེ་ག་རེད་ས་ན། དེའི་རྒྱུ་མཚན་དེ་ད་ལྟ་ཇོ་ནང་རྗེ་བཙུན་གྱིས་རྒྱ་གར་ཆོས་འབྱུང་ནང་ལོགས་ལ་ཡང་ག་རེ་གསུངས་ཡོད་རེད་ས་ན་འདི་ཏི་ཀ་གི་སྐུ་ཚེའི་སྨད་ལ་ཡང་ཁོང་སྙུང་གཞི་མང་པོ་བྱུས་ཡོད་པ་ཕྱིར་རོ། པའི་ཞིབ་ཅིང་བསྙུངས་བྱེད་དགའ་དུས་ནས་བསྙུངས་བསྡད་མཁན་ཞིག་རེད་བ། དེ་ནས་དུས་སུ་མཛད་པ་ཁྲི་ལས་ཞེ་དྲག་བསྐྱངས་མ་ཐུབ་པ་བྱས་བྱས་ཡོད་ན་ཕ་ཆེ་ཀོ་ཤམ་པི་རེད་ག་རེད་ཅིག་ལ་ཡང་བལྟས་ཏེ་ཞུགས་ཅིག་མ་ཞུགས་དེ་རེད་བྱ་ཅིག་དུ་བ་ཀོ་ཤམ་པི་དུ་བ་ཅིག་ལ་ཡང་ཞུགས་ཅིག་མ་ཞུགས་བྱས་ཨ་ཞེ་དྲག་ཕག་ཚོས་ཞེ་དྲག་ཕེབས་མ་ཐུབ་པ་རེད། དེ་འདྲས་དེའི་རྒྱུ་མཚན་གྱིས་ཅིག་བྱས་ན་དེའི་རྒྱུ་མཚན་གྱི་དབང་གིས་ཨ་ནི་ད་མྱ་ངན་མེད་ལ་སོགས་པ་དེ་ཚོ་ལ་འབྲེལ་བ་ཞེ་དྲག་མ་བྱུང་བ་དེ་འདྲས་ཡིན་སྲིད་པ་རེད། ད་ལྟ་འདི་དུས་ཀ་ཀུ་ཤི་ཡག་གི་དུས་ཚོད་དེ་མྱ་ངན་མེད་ཀྱི་དུས་མཇུག་ད་ལྕིའི་སྟོན་པ་མྱ་ངན་ལས་འདས་ནས་ལོ་ཉིས་བརྒྱ་བཞི་བཅུ་ཡས་མས་འགྲོ་བ་ཅིག་དེ་འདྲས་ཅིག་ཡིན་དགོས་མེད་འགྲོ་བསམ་པ་རབ་ཅིག་དེ་འདྲས་ཅིག་བཤད་ཀྱི་འདུག། ད་ཡིན་ནའང་ད་ལྟ་ང་ཚོས་ཅིག་དོ་སྣང་བྱེད་དགོས་ཡ་ཅིག་ཡོད་རེད་དོ་སྣང་བྱེད་དགོས་ཡ་ཅིག་ག་རེད་ཡོད་རེད་ཟེར་ན་ད་ལྟ་མྱ་ངན་མེད་ཀྱི་རྟོགས་བརྗོད་རེད་ད་ནང་བཞིན་གྱི་བྱེ་བྲག་ཏུ་ཤེས་པ་ཆེན་པོ་འགྱུར་རྙིང་པ་རེད་འགྱུར་གསར་པ་རེད་ད་ནང་བཞིན་གྱི་ད་ལྟ་ཁ་སང་ཞུ་བདེ་ཡག་གི་གཏད་རབས་ཀྱི་རྣམ་ཐར་རེད་དེ་ཚོ་དེ་ལ་སོགས་པའི་ཡིག་ཚད་མང་པོའི་ནང་ལོགས་ལ་ཡང་ག་རེ་གསལ་ཡོད་རེད་ཟེར་ན་ད་ལྟ་ཉེར་སྦས་ཞལ་བཞུགས་པའི་སྐབས་ལ་ཡང། ཉེར་སྦས་ཞལ་བཞུགས་པའི་སྐབས་ལ་ཡང་སངས་རྒྱས་ཀྱི་གསུང་རབ་མང་པོ་བོར་བརླག་ཕྱིན་པ་རེད་ཟེར་འདྲ་བ་དང་དགེ་འདུན་གྱི་སྡེ་ཡང་དུམ་བུ་མཐོ་ཡག་གི་མགོ་བཙུགས་པ་རེད་ཟེར་ཅིག་གི་སྐད་ཆ་ཅིག་ད་ཡིག་ཆ་དེ་ཚོའི་ནང་ལ་ཡོང་བསྡད་ཡོད་རེད། དེ་ལ་བལྟས་པ་ཡིན་ན། ཨ་ནི་དེའི་སྐབས་ཀྱི་གཏད་རབས་དེ་ཚོ། ཨ་ནི་གཏད་རབས་སྔ་མ་ཚོ་ནང་བཞིན་ཅིག་གི་ཅིག་མཚན་མཐོང་ཞེ་དྲག་མེད་པ་ནུས་པ་ཞེ་དྲག་མེད་པ་འགྲོ་ཅིག་དེ་འདྲ་ཅིག་ཆགས་པ་མེད་འགྲོ་ཟབ་ཟབ་ཅིག་ཉེས་པས་ཀྱི་ད་ཀུ་ཚིག་སྨྲས་འདྲ་བོ་ཉེས་པས་ཀྱི་སྐབས་ནས་བཟུང་སྟེ་ག་ལི་ག་རེ་ཅིག་གི་གཏད་རབས་དེ་ཚོ་སྔོན་མ་ནང་བཞིན་གྱི་ཅིག་མཚན་མཐོང་ཞེ་དྲག་མེད་པ་ཅིག་འགྲོ་བ་མདོར་ན་ཅིག་བསྟན་པའི་གཏད་རབས་མེད་པ་ཆགས་དེ། གཙོ་བོ་ནང་པ་སངས་རྒྱས་པའི་དགེ་འདུན་གྱི་སྡེ། ནང་ཕན་ཚུན་ཅིག་ལྟ་སྤྱོད་མ་མཐུན་པ་བྱས། ལྟ་སྤྱོད་མི་མཐུན་པའི་དབང་གིས་རྩ་བའི་སྡེ་པ་སོ་སོར་གྱེས་ནས་ནང་པ་སངས་རྒྱས་པའི་དགེ་འདུན་དེ། དགེ་འདུན་གྱི་སྡེ་དེ་གཅིག་གྱུར་མེད་པ་ཆགས། གཅིག་གྱུར་མེད་པ་ཆགས་ནས་རང་རང་སོ་སོའི། སྡེ་པ་ཕན་ཚུན་གཅིག་གིས་གཅིག་ལ་ཡང་ཆགས་སྡང་ཆེན་པོ་ཡོད་པ་ཡིན་དུས་སང་ནས། ཁྱད་པར་དུ་བཙུན་པ་ག་འདྲི་བྱེད་ཡོད་པ་ཡིན་ན་ཡང་རང་སོ་སོའི་གི་སྡེ་དཔལ་གི་ཕྱོགས་ཞེན་བྱས་ནས་གོང་དུ་བཀུར་བ་མ་གཏོགས་པའི་བསྟན་པ་ཡོངས་རྫོགས་གི་བདག་པོ་གཅིག་ལ་ཡང་གྱུར་ཐབས་མེད་པ་འདྲ་བ་ཅིག་རེད་བ། ཚང་མས་གི་ཁས་ལེན་བྱེད་བྱེད་ཨ་གི་དེ་འདྲའི་གི་བསྟན་པའི་བདག་པོ་འདྲ་བ་ཅིག་དེ་འདྲའི་ཅིག་ཡོང་ཨ་མེད་པ་འདྲ་བ་ཅིག་དེ་འདྲའི་ཅིག་ཕ་ཅིག་ག་ལི་ག་ལི་ཆགས་སུ་ཡོད་པ་འདྲ། དེ་རིང་འདི་ཆ་མགོ་ར་བུ་དེ་ཕ་ཅིག་ད་ལྟ་གོང་དུ་ཞུས་པའི་ཡིག་ཆ་དེ་ཚོ་རྣམས་བལྟས་པ་ཡིན་ན་ཨ་ནི་ཉེར་སྦས་གི་སྐབས་ནས་ག་ལི་ག་ལི་དེ་འདྲའི་འདྲ་བ་ཅིག་གར་ཤོར་ཡོད་ད་ཅིག་ནང་ཁུལ་མཐུན་པོ་མེད་པར་ཆ་འགོ་འགོ་རུ་བཙུགས་པ་ཅིག་གི་གནས་ཚུལ་ཅིག་དེ་འདྲ་ཡོང་སྡིགས་འདུག་དེ་འདྲ་ཡིན་དུས་ས་འདི་ཡང་གནད་འགག་ཅིག་འདུག་བསམ་དྲན། མདོར་ན་ད་གོང་དུ་ཞུས་པའི་གི་གཏད་རབས་ལྔ་ཞིག་འདུག་གཏད་རབས་ལྔ་དེ་ཨེ་ནི་པེ་ད་ལྟ་ཁ་ཚང་བཤད་དེ་ཡག་གི་གཏད་རབས་ཀྱི་རྣམ་ཐར་ཟེར་ཡག་དེ་གི་རྩ་བའི་སྒྲོམ་གཞི་རུ་ཆགས་ཀྱི་ཡོད་རེད། ཁོ་རང། ཁ་རྩང་བཞུས་པའི་གཏད་རབས་ཀྱི་རྣམ་ཐར་གསལ་བ་དེ་དང་པོ་གཏད་རབས་ལྔ་ཡོད་པ་གཞི་བཞག་བྱས་ཨེ་འདིའི་སྒང་ལ་ཡང་གནོན་པའི་རྒྱབ་ཤ་སྐྱོར་རབས་རེད་འདུག་ཨ། དེ་རིང་འདི་གཏད་རབས་ལྔ་པོ་དེ་ཅི་རྨང་གཞི་འགྲུབ་པ་དེ་རྨང་རྡོ་འགྲུབ་པ་དེ་དེ་ཆ་དེ་ཡོད་རེད། ད་ནང་བཞིན་གྱི་ད་ལྟ་གཏད་རབས་ལྔ་པོ་དེ་བཤད་ཡོང་དུས་ས་ནས་ད་བཤད་ཡག་གི་ཡིག་ཆ་གཙོ་བོ་དེ་དེར་བ་མྱ་ངན་མེད་ཀྱི་རྟོགས་བརྗོད་དང་མྱ་ངན་མེད་ཀྱི་མདོ་བསྲེགས། མྱ་ངན་མེད་ཀྱི་མདོ་དང་རྟོགས་བརྗོད་གཉིས་ཀ་དེ་ཨེ་ན་ཆོས་རྒྱལ་མྱ་ངན་མེད་ཀྱི་དུས་སྐབས་དུ་སྦྱར་ནས་བཤད་ཡོང་གི་འོར་བ། དེ་འདྲ་ཡིན་དུས་ད་ལྟའི་གི་ག་རེ་མཚོན་གི་འོར་ཟེར་ན་གཏད་རབས་ཀྱི་བརྒྱུད་པ་དེ། གཏད་རབས་ཀྱི་བརྒྱུད་པ་དང་ཨ་ནི་བའི་རླབས་ཆེ་བའི་ཆོས་ཀྱི་རྒྱལ་པོ་དེ་ཚོའི་དཔའ་རུ་ལ་ཡང་ད་འབྲེལ་པ་ཡོད་པ་འདྲ་བ་བཤད་ཡོང་དུས་ཟེར་ན་རང་བཞིན་གྱི་གཏད་རབས་དེ་ཚོ་ཅིག་གཏད་རབས་དེ་ཚོའི་གི་ཅིག་གར་ཤོར་བ་ད་མཚན་མཐོང་རེད་ཨ་ནི་ལོ་རྒྱུས་ཀྱི་གར་ཤོར་འཇིག་གོ་རེད་དེ་ཚོ་དེ་ཚོ་བའི་ཆེ་རུ་འགྲོ་ཡག་འགྲོ་བ་ཅིག་ཡོང་དེ་ཡོང་རེད། དག་ན་ཤིང་གི་གཏད་རབས་ཀྱི་བརྒྱུད་པ། ད་རེས་མྱ་ངན་མེད་ཀྱི་མདོ་ལ་སོགས་པ་ནས་གཏད་རབས་ཀྱི་བརྒྱུད་པ་བཤད་སྟངས་དེ་ལ་ཡང་ཡང་ཁྱད་ཆོས་ཅིག་ག་རེ་ཡོད་རེད་ཟེར་ན་དེའི་ནང་ལོགས་ལ་ཐམས་ཅད་ཡོད་གནས་ཀྱི་ཤུགས་རྐྱེན་ཡོད་པས་ཀྱི་ད་རྣམ་པ་གསལ་པོ་ཡོང་རེད་གང་ཡིན་ཟེར་ན། ཉེར་སྦས་ཀྱི་ཆོས་སྤེལ་ས་དེ་མ་ཐུ་ར་འམ་བཅོམ་བརླག་གི་ས་ཁུལ་ཆགས་བསྡད་ཡོད་རེད་བཅོམ་བརླག་གི་ས་ཁུལ་དེ་ནི་ཕྱིས་སུ་ཐམས་ཅད་ཡོད་གནས་ཀྱི་གནས་ས་གཙོ་བོ་ཅིག་ཆགས་པ་རེད། ད་ནང་བཞིན་གྱི་ད་ལྟ། ད་ལྟ། མྱ་ངན་མེད་ཀྱི། རྟོག་དཔྱོད་དང་མདོག་ནང་ནས་གསུངས་བཞག་པའི་གཏད་རབས་ལྔ་པོ་དེ་དང་ད་ལྟ་ལྷོ་རྒྱུད་ནང་བསྟན་གྱི་འདུལ་བའི་སྡོམ་རྒྱུན་སྔགས་ཀྱི་གསུང་དུ་བ། འདུལ་བའི་སྡོམ་རྒྱུན་སྔགས་ཀྱི་གསུང་དུ་བ། དེ་གཉིས། གར་སོ་རེ་ད་ཅིག་གར་སོ་འཇིག་གོ་ཆེ་ཆུང་གཅིག་པའི་སོ་ཅིག་ག་འདྲ། དེ། བྱང་རྒྱུད་ནང་བསྟན་གྱི་གཏད་རབས་ལྔ་ཟེར་བ་དེ་དང། ཨ་ནེ། པཱ་ལིའི་གྱི་འདུལ་བའི་ནང་ནས་འདུལ་བའི་སྡོམ་རྒྱུད་ལྔ་ཟེར་བ་དེ། པའི་ག་རེ་ཞོར་གོ་གནས་འདྲ་མ་གསུམ་ལ་གཅིག་པའི་སོར་གཅིག། འཇིག་གོ་ཆེ་ཆུང་གཅིག་པའི་སོར་གཅིག་ཡོང་དེ་ཡོད་རེད། ད་ཡིན་ན་ཡང། མི་མཐུན་ས་དེ་གཙོ་བོ་ག་རེ་ཡོང་དེ་ཡོད་ཟེར་ན། བྱང་རྒྱུད་ནང་བསྟན་ཐམས་ཅད་ཡོད་ན་དང་ཐམས་ཅད་ཡོད་ནི་གསུང་རྒྱུན་དང་ལྷོ་རྒྱུད་ནང་བསྟནའམ་རྣམ་པར་ཆེ་སྟེ་དམའ་བའི་གསུང་རྒྱུན་གཉིས་ཀྱི་ནང་ལོགས་ལས་ཆོས་རྒྱལ་མྱ་ངན་མེད་ཀྱི་དབུ་ལ་སུ་རེད་ཟེར་བ་དེར་ཐུག་དགོས་བ་མ་རེད། བྱང་རྒྱུད་ནང་བསྟན་གྱི་གསུང་པ་ཡིན་ན་ཆོས་རྒྱལ་མྱ་ངན་མེད་ཀྱི་དབུ་ལ་དེ་ཉེར་སྦས་རེད་གསུང་དགོས་བ་རེད། ལྷོ་རྒྱུད་ནང་བསྟན་གྱི་གསུང་པ་ཡིན་ན་ཆོས་རྒྱལ་མྱ་ངན་མེད་ཀྱི་དབུ་ལ་དེ་མོང་གལ་གྱི་བུ་དཀར་རྒྱལ་རེད་གསུང་དགོས་བ་རེད། ཡིན་ན་ད་དེའི་ཚུལ་སྐོར་ཞིབ་ཕྲ་དེ་ལྷོ་རྒྱུད་ནང་བསྟན་གྱི་གསུང་སྲོལ་བཤད་པའི་སྐབས་ལ་ཡང་སྐོར་ཐོན་གྱི་ཡོད་པ་ཡིན་འདུག་ད་ལྟ་མང་པོ་ཞིབ་མོ་གོ་བྱས།